ད་ལྟ་ཅུག་ད་རིང་ཟླ་བ་གཅིག་རིང་གི་ནང་ཆོས་ཀྱི་ཐོག་ལ་ཡ་ཆེད་སྦྱོང་གི་སློབ་མ་ཚོ་ལ་ཡ་ཐུགས་བསུ་བྱས་ནས་ཕྱུག་བསྡོམས་མཛད་འོ་དེ་ལ་ཡ་ང་རང་ཚོ་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷ་རྡོར་ལགས་ནས་ད་རིང་གི་མཛད་རིམ་དང་འབྲེལ་བའི་གསུང་བཤད་མདོར་བསྡུས་ཤིག་གནང་རོགས་གནང་ཞུ། ད་དང་པོ་གསུང་བཤད་རྒྱས་པོ་གནང་ཡ་ཟེར་བ་མ་རེད་དུས་ཚོད་ཡོད་མ་རེད་དེ་རིང

འདི་ཁ་ཚང་ང་ཚོ་བསླབ་ས་ཡིན་པ། ཨོ་བྱས་ཙང་ང་ཚོས་ང་གྲངས་གཉིས་འདི་འདི་བཤད་དེ་ཁྱེད་རང་ཚོ་ཐེངས་བཅུ་བསླབ་མེད་བསམ་ནས་ང་ཚོས་དེ་བྱེད་ཀྱི་ཡོད་མ་རེད་ད། འདི་ཚོ་བསླབ་བཞག་པ་འདི་ཚོ་ཚང་མ་མུས་མཐུད་ནས་ད་ཆ་སློབ་སྦྱོང་དོན་བསྡུས་མ་དེ་ཧང་སང་ཡས་ཡོད་རེད་ད། དཔེར་ན་འོར་ཆེན་མ་འདི་ཟེར་དུས་ད་ཁྱོད་ཚོ་ཁ་ཤས་ཁ་མ་གྲགས་མ་ད་ཤེས་ཀྱི་ཡོད་ས་ཡོད་ངས་ཐེངས་མང་པོ་ལ་ཡིན་སྐུ་ཞོགས་ཀྱི་ད་འདི་ལན་བརྒྱབ་སོང་ང་ད་དེ་མ་སྦྱངས་མཁན་གྱི་ང་ཚོ་ལས་བྱེད་ཚོ་ཡིན་ནས་ཤེས་ཀྱི་མ་རེད་དེ། དེ་ནས་ཡུད་ཙམ་པ་མི་བཞག་ཟེར་འདུག་བ། གར་སི་ཨོ་རེད།

མིང་ཚིག་སྦྱོར་བ་རྣམས་ཀྱི་གཞི་གསལ་ཞིང་ཡོད་རེ་བདག་སྤྲོས་འཛིན་སུ་གནང། བསླབ་པ་ཀུན་གྱི་ཤིན་ཏུ་ཆེ་བ་འདི་ཡི་གེ་འདོད་གསོལ་བོད་དཔལ་གྱི་སྐད་དང་ཡི་གེ་འདོད་གསོལ། ང་ཚོ་གི་ནང་ཆོས་ཟབ་པོ་ཤེས་ཡའི་འདོད་གསོལ་ཚང་མ་གི་གཞི་འཛིན་མཁན་དེ་རེད། དེ་མེད་ན་སྐད་ཡིག་དེ་མེད་ན་གཞི་ཁོ་རང་བརླག་འགྲོ་གི་ཡོད་རེད་བྱས་ཙང་སྐད་ཡིག་སྦྱང་ཡུལ་འདི་ད་གལ་ཆེན་པོ་ཡིན་པ་དེ་རེད་དེ་སྤྱི་བཏང་ནས་བཤད་ན་སྐད་ཡིག་མེད་ན་མི་ཚུན་ཕན་ཚུན་གཅིག་གཅིག་ལ Communicate བྱེད་ཐུབ་མ་རུ་བ་ཞེས་བོད་ཀྱི་སྐད་ཆ་པོ་རེད། ཨེ་ནི Communicate བྱེད་དུས Communicate ག་རེ་བྱེད་ཡས་ཡིན་མེད་དེ། ད་ནང་ཆོས་འདི་ཚོའི་ནང་ལ་ཤིང་གི་ཡོ་རོབ་ལ་ཡིན་ང་མང་པོ་བཤད་དུས་ཚོད་མི་འདུག་ད་ང་མང་པོ་བཤད་ཡས་ཡོད་ད་ཡིན་ན་ད་འདི་དུས་ཚོད་མི་འདུག་དེ་ཐུགས་གཅིག་བྱེད་ཁྱེད་རང་གལ་ཆེན་པོ་གཅིག་བྱེད་ད་དེ་བས་གལ་ཆེ་བ་དེ། དེ་འདྲས་ཀྱི་རྩ་ཆེན་པོའི་ཆོས་དང་རིག་གཞུང་སྐད་ཡིག་འདི་བོད་རང་གི་ནང་ལོགས་ལ་རྒྱ་མི་ཆེད་དུ་གཉེར་ནས་ད་རྩ་མེད་བཏང་གི་ཡོད་རེད་དེ། ད་བོད་ནང་ལ་གོ་སྐབས་མེད་དུས་ང་ཚོས་དེའི་གོ་སྐབས་ཡོད་མཁན་ཚོད་ཀྱིས་ཉིན་རེ་ཉིན་རེ་བྱས་དོ་སྣང་བྱས་མ་བྱས་དེའི་དོན་ད་འགྲིག་ཡས་མི་འདུག་བ་འདི་སྲིད་འོ་འདི་འདི་རེད་ད་གནད་འགག་ཆེ་འདི། བྱས་ཙང་ང་ཚོ་ཟླ་བ་གཉིས་ཀྱི་ཟབ་སྦྱོང་གསུམ་གྱི་ཟབ་སྦྱོང་འདི་འདྲའི་སྔོན་མ་ནས་ཚུགས་ཀྱི་ཡོད་རེད་བ་ད་ཁ་ཚང་ངས་སང་གཅིག་ལ་སང་གཅིག་ལ་ད་ང་གཉིས་ཡང་ཟླ་བ་གསུམ་པ་ཟླ་བ་བཅུ་གཅིག་ལ་འདི་ལ་ཤི་རང་དུས་ཚོད་ཡོད་ན་ང་གཉིས་གཅིག་ཚུགས་གས། མི་མང་པོ་མ་ཡོང་ན་ཡང་ཁ་ཤས་བྱུང་ན་ཏན་ཏན་ཕན་གྱི་རེད་ད། ཨུ་ཚུགས་བརྒྱབ་ནས་ཚུགས་བ་ཡིན་འདི། སངས་རྒྱས་ལ་བྲེལ་ལ་དཔལ་ཡོད་རེད་ང་ལ་བྲེལ་ལ་དཔལ་མང་པོ་ཡོད་མི་ཐུག་མཁན་དེ་ཡིན་ན་དེ་ལས་ཁྱེད་རང་ཚོས་ལབ་ཡོད་དེ་གལ་ཆེ་ཡ་སི་ཡིན་ནི་དེ་བྱས་ཡིན་འདྲ། ད་བདུད་རྩི་ཤེས་ན་ཡག་པོ་ཡོད་རེད་ནི་ངས་ཁྱེད་རང་ཚོ་ཡོང་མཁན་ཚང་མ་ལ་ངས་དཔེ་ཆ་རེ་རེ་སྤྲད་སོང་ང་ང་རང་རང་གི་བོ་ཀེར་ནས་དཔེ་ཆ་བཏང་ནས་ཉོས་ཡིན་འདྲ། གཞུང་ནས་བཏང་མེད་འདྲ། དེ་ག་རེ་ཟེར་ན་ང་རང་ཁྱེད་རང་ཚོ་ལ་ངོ་སོ་ཡུལ་ཤེས་དགོས་མ་རེད་དཱ། དེ་ང་རང་ཚོ་ཟ་ཡས་དང་ཁྱེད་རང་ཚོས་དེ་འདྲས་ཅིག་དཔེ་ཆ་རང་གི་བོད་པའི་དཔེ་ཆ་རང་ཁ་སྔོག་ཡས་ལྟ་ཡས་དེ་འདྲས་གོམས་གཤིས་ཅིག་འཇགས་ན་བསམ་ནས། ཨེ་ནི་དེ་ཨིན་ཇི་དང་འདི་ཚོ་དང་བོད་ཡིག་འདི་ཚོ་ངས་ཞུ་དག་མང་པོ་དང་ཕྱོགས་བསྒྲིགས་བྱས་འདུག་བཟོས་ཡིན་མ་གཏོགས་དེ་ག་ཟེར་སླ་བཅོས་བྱས་ནས་འདི་བྱས་མེད་ད། བྱས་ཙང་ང་ཚོ་བསམ་བློ་འདི་འཁོར་དགོས། དེ་འདྲས་འཁོར་དུས་ད། ང་ཚོ་ད་ལོ་རྒན་པ་གྲང་རེད་བ། ད་ཁྱེད་རང་ཚོ་གིས། འདི་གལ་ཆེན་པོ་བརྩིས་ནས་ལྷག་པར་དུ་ཁྱེད་རང་ཚོ་མང་ཆེ་བ་ལོ་ཆུང་ཆུང་ཡིན་ཙང་ཁྱེད་རང་ཚོ་གིས་བོད་པའི་ཆོས་དང་རིག་གཞུང་གལ་ཆེན་པོ་ཡིན་པ་དེ་བལྟས་ཚེ་རྟོགས་ནས་ཁྱེད་རང་ཚོ་གི་ལུས་རྩོལ་སྙམ་པ་སུ་ལ་ཤེས་ཐུབ་ན། ཞི་བ་གཅིག་འགྱུར་བ་ཆེན་པོ་གཏང་ཐུབ་རེད་ད། ད་དེ་བྱས་ན་རྒྱ་བལ་པོ་གཅིག་དགོངས་བཞེད་དེ་འགྲུབ་རེད་ད་བརྟན་བཞུགས་གཟིགས་ཟུར་དུ་ཕུལ་གི་མ་རེད། ཕུལ་ན་ཕུལ་ཆོག་རེད་དེ། འདི་རེད་ད་བསྟན་ཞུ་དངོས་གནས་བཀའ་བཞིན་སྒྲུབ་པའི་ཆོས་དཔེ་རབ་སྙིང་ནས་ཞིག་འདི་རེད་དེ་དཔེ་གལ་ཆེན་པོ་མཐོང་གི་འདུག། རྒྱ་མིས་ཀྱི་ད་དཔེ་ན་ང་ཚོ་ཧ་གོ་གོ་བར་བོད་པའི་སྤུ་གུ་འབུམ་ས་ཅིག། ཕ་མ་ས་ནས་འབུམ་རེ་བ་འབུམ་རེ་ས་ཡ་རེ་འབུམ་ཉིས་རེ་བ་འབུམ་ས་ཅིག་ཕ་མའི་ས་ནས་ཁ་བྲལ་ནས་ཕ་མ་དང་དཔེ་དེ་སྐད་ཆ་བཤད་ཡ་མེད་པ་བཟོས་ནས་ད Boarding School ཟེར་ཡ་དེ་འདྲ་བཅུག་ནས་ཆེད་དུ་གཉེར་ནས་ད་ཁ་ཚང་ཁ་ཉིན་གྱི་སྐད་ཆ་རེད། པེ་ཅིང་རང་གི་ནང་ལོགས་ལ་བོད་ཀྱི་ནང་བསྟན་སློབ་གྲྭ་ཞིག་འདིའི་ནང་ལོགས་ལ་རྒྱ་མི་དཔོན་པོ་འདི་ཚོ་གཡུགས་ནས་ཨེ་ནི་བོད་པའི་ནང་ཆོས་འདི་ཚོ་ཚང་མ་རྒྱ་ནག་ཅན་དུ་བསྒྱུར་དགོས་རེད། གལ་ཏང་ཀྱང་ཏཱ་ལའི་ལོག་ཕྱོགས་ཚོ་ལ་ཁ་བཏང་དགོས་རེད། ངོ་ལོག་རྒྱབ་དགོས་རེད་ཁ་ཚང་ཁ་གཉིས་སྐད་ཆ་རེད་ད། ང་ཁོ་ཚོས་དེའི་སྐོར་ལ་ང Interview བྱེད་ཀ་བྱས་སོ་ཐུག་ཐུག་བྱས་དེ་གོ་ད། ཁྱེད་ཚོས་ད་ང་ཚོ་བོད་པ་མི་རིགས་གཅིག་པ་ཡིན་ཟེར་གོ་རེད་ད་འདི་ཚོ་དེ་འདྲས་མྱངས་དེ་དོན་ང་ཚོ་རང་དབང་ལུང་པ་ཡོད་མཁན་ལ་སྐད་དང་ཡི་གེ་སོ་སོ་བལྟས་ཚེ་དོ་སྣང་བྱེད་སྲིད་དེ་བྱེད་མ་ཐུབ་བསྡད་བསྡད་ན་འགྲིག་ས་རེད་བས། འགྲིག་གི་མི་འདུག་བ་མགོ་ནས་བྱས་ན། དེ་བལྟས་ཚེ་ཅི་ང་ཚོ་དེ་ན་ཚ་འདྲ་བོ་ཅིག་བལྟས་ཚེ་སླེབས་དགོས་རེད་ད་དྲ་ཁས་ལེན་ཡི་གེ་ཆ་མ་རེད་དེ་སོ་སོ་ཆོས་དང་རིག་གཞུང་ས་ཆེན་པོ་དེ་བརླག་འགྲོ་བོར། སྐྱབས་མགོན་རིན་པོ་ཆེ་དབུས་མའི་ལམ་ལ་བག་བབ། རང་སྐྱོང་ལྗོངས་ཚད་མཐོན་པོ་སླེབས་ན་འགྲིག་འདུག་གསུང་ཡས་དེ་ཚོ་བློས་བཏང་གི་ཡོད་མར་གདའ། ཨ་ལི་མ་ཐ་ལ་ང་ཚོ་གི་བདེ་སྐྱིད་ཡོང་སར་ཆོས་དང་རིག་གཞུང་འཛིན་ཡས་ཀྱི་གོ་སྐབས་ཅིག་བྱུང་ན་དེ་གལ་ཆེ་ཤོས་རེད་ཤག་དགོངས་ནས་དེ་འདྲའི་དོན་དག་གནང་གི་ཡོད་རེད། དེ་བཞིན་དུ་ད་ང་ཚོ་རང་དབང་ལུང་པ་འདེབས་མཁན་གྱི་ལྟས་སུ་ཤུགས་མ་བརྒྱབ་ན། ཁྱེད་ཚོ་ད་མི་གཉིས་སུ་མ་གཏོགས་མེད་ན་ལབ་དགོས་འདུག་ཟེར་ཏེ་ངའི་དིང་སང་ད་ངས་ལྟ་བ་ཕྲག་པོ་བྱས་ནས་སླེབས་ཀྱི་ཡོད། ཁྱེད་རང་ཚོ་གཅིག་ཡག་པོ་ཆགས་ན་ཁྱེད་རང་ཚོ་ཡང་གཉིས་ཆགས་གསུམ་ཆགས་བྱས་ནས་ནི་གུ་ཅོག་ཅིག་ཐེག་གི་རེད། ཟླ་གཉིས་ང་ནེའུ་ཡོག་འགྲོ་དུས། ལོ་གཞོན་པ་ངོ་མ་ངས་ཀྱི་ཀྲོག་ཉན་མྱོང་གི་འདུག་འདི་འདྲའི་ལོ་གཞོན་པ་ཁ་ཤས་ཅིག་ཆ་ཡིན་ན་ཅིག་བཏང་དགོས་ཟེར་ནས། འདིའི་གཞུང་གི་ལས་བྱེད་འདི་འདྲའི་ཕར་འགྲོ་གི་འགྲོ་ལོ་གཞོན་གཞོན་ཅང་ཅང་རེད་མང་པོ་རེད་ད་ང་ཁྱོད་ཚོ་ཐུག་དཔེ་དགའ་པོ་བྱུང་ལ་ཡིན། ད་ཁྱོད་ཚོ་བོད་གཞུང་སློབ་གྲྭ་ལ་ཕྱིན་ཡོད་རེད་གཞུང་གི་ལས་བྱེད་བྱས་ཡོད་རེད་ད་དབྱིན་ཇིའི་ཤིང་གི་ཡོད་རེད་རིག་གཞུང་ཤིང་ད་ཁྱོད་ཚོ་ཤུགས་རྒྱབ་པ་ཟིག་ངས་ལབ་ཡས་བྱུང་ལོ་གཞོན་པ་དུས་ཚོད་ནང་ཟིག་ད་རི་བོ་ལོ་ཤིན་གོ་གོར་དངོས་གནས་བྱས་ན་འོ་དེ་འདྲའི་ཆ་ནས་ད་ངས་གལ་ཆེན་པོ་ཞིག་ཞུ་རྩིས་ཀྱི་ཡོད་ང་འདུག་ཟེར་མ་ཁྱེད་འཐུས་ཤོར་བཏང་ནས་ཡོང་གི་མ་རེད་ད་དེ་ཡོང་མཁན་མི་འདུག་ཨ་ཟེར་ང་ཚོ་སེམས་ཤུགས་ད་ཆག་གི་འདུག་བསམ་བསམ་ད་ཁ་སང་ཐོ་བརྒྱབ་དུས་ད་ཁོང་གིས་ལབ་སོང་བ་དེ།

སྤྲོ་བ་དུས་ན་ག་ལེ་ཡོད་མ་རེད་ལས་སླ་བོ་ཤེས་ཀྱི་རེད་འོ་དེ་འདྲ་བྱེད་དུས། གང་ལྟར་ཁྱེད་རང་དང་ང་གཉིས་གཉིས་ཀྱིས་ཅིག་ཤེས་ན་དེ་ཤེས་པ་འདི་ལབ་དུས་ཁྱེད་རང་ཚོས་དུས་ཚོད་གྲོགས་ལ་བཏང་མེད་པའི་རེ་བ་ཡོད། ད་ང་ཚོས Expectation དེ་རེ་བ། ང་གཉིས་གཉིས་ཀ་ཤེས་ཡོད་དེ་ང་གཉིས་དྲན་དྲན་གསོས་བྱེད་རྒྱུ་ཆ་ཚང་ཤེས་བཞག་ཡོད་མ་རེད་པས་དཔེ་ཆ་ནང་ལ་ཕ་གི་གཡུལ་འདི་རྒྱུ་འདི་ཤེས་ཀྱི་ཡོད་རེད། ད་འདི་ཆོ་འདུག་མི་འདུག་ཁྱེད་རང་ཚོས་མཐོང་རེད་དེ་རིང། ད་ཆོ་འདུག་ན་ད་འདུག་འདི་འདི་ཕན་གྱི་མ་རེད་ད་ད་ཀློག་ནས་བལྟས། ད་དེང་སང་ཨིན་ཇི་དང་བོད་ཡིག་གཉིས་ཀ་གང་ལ་ད་མང་པོ་ཀློག་ཡས་འདུག་ག། ཡིན་གཅིག་མིན་གཅིག་ཀློག་གི་རེད། ཨོ་སྡུག་བྱས་ནས་ནི་ཅིག། གོ་བདེ་བོ་བཤད་ན་སུ་སུ་མི་ཚེ་འདི་སྐྱིད་པོ་སྐྱེལ་ཡས་ཆེ། བདེ་ཤ་ཅང་ཅང་གི་མི་ཚེ་སྐྱིད་པོ་སྐྱེལ་ཐུག་གི་མ་རེད་ད་རྒྱ་སྐྱ་རྒྱ་དམ་པ་རེད་ད། མི་ལ་རེ་བ་ནང་ཞིག་བློས་བཏང་ཞུ་ང་ཚོ་རྩ་ནས་ཟིག་གོ་མ་རེད་ཆོས་ཀྱི་འདི་ཚང་མས་ཐུབ་གི་མ་རེད་བ། ཡིན་ན་དཔེ་ཤ་དང་མིང་དང་གོ་ས་ཅང་ཅང་གི་སྐྱིད་པོ་མེད་བ་ད་ང་འདི་དྲང་ཞུ་ཟེར་ན་ང་དྲང་ཡས་ཡོད་འཛམ་བུ་གླིང་གི་མི་སྐད་གྲགས་ཆེ་རིང་ཆེ་ཚད་མ་དྲང་ཡས་ཡོད། ཡོད་མ་རེད་འདི་དངོས་ཡོད་གནས་ཚུལ་རེད། ཨོ་དེ་ཅི་འདྲ་ནའང་བསམ་པའི་གེ་ད་དཔལ་ཡོན་ཟེར་ན་རེད inner resource ཟེར་ན་འདི་གཅིག་ཡོད་ན་ཨོ་ད depression ཟེར་མཁན་དེ་ཡོང་གི་མ་རེད fear ཟེར་མཁན་དེ་ཡོང་གི་མ་རེད། མི་ཚེ་ནང་ལ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་ཤིང་གི་བ་ཚིགས་དྲག་པོ་དེ་ཟེར་ད་ཚང་མ་དེ་བསྒྱུར་ཐུབ་ཀྱི་རེད་རེད་བ། དངོས་གནས་དྲང་ནས་ཁྱོད་རང་བདེ་སྐྱིད་ལྡན་པ་ཨེ་ནས་ཁྱོད་རང་གི་ཁྱིམ་ཚང་ལ་བདེ་སྐྱིད་ལྡན་པ་སྤྱི་ཚོགས་བདེ་སྐྱིད་ལྡན་པ་རེད་བ། ཨེ་ནས་འཛམ་བུའི་གླིང་ལ་ང་ཚོ་ཞབས་འདེགས་ཞུ་ཐུབ་ཡོད་ཅིག་ཡོད་རེད་བ། ཨོ་དེ་ཆོས་དེ་ཨེ་ནས་མ་བྱོས་སེམས་ཅན་ཐམས་ཅད་ཟེར་ང་ཚོ་ལབ་བདེའི་བདེ་ལ་ཕན་ཐོགས་ཆེ་ཡོད་ཅིག་ད་ལམ་ཁ་ཁྱེད་རང་འགྲོ་གི་ཡོད་རེད། དེ་བཞིན་དུ་དེ་ཚོ་ཞི་བ་གཅིག་གི་སྐལ་བ་བཟང་པོ་རེད། འོ་དེ་འདྲ་ཡིན་དུས་དེ་འདྲས་ད། རྗེས་སུ་ཡི་རང་རྒྱལ་བ་འདི་ནས་མཆོག་ཏུ་གསུངས་ཟེར་བ་ནང་བཞིན་ད་མཇུག་སྡོམ་ཡིན་ཙང་ཨ་ནི་དགའ་བ་སྒོམ་ཡག་པོ་བྱུང་གསུངས་སམ། ཨེ་འདི་ཡག་པོ་བྱུང་གསུངས་སམ་ནི་གཡུག་ཞག་ནི་འདྲི་གོ་མར་ད། བརྩོན་པ་ཆུ་བོ་རྒྱུན་དུ་བསྟེན་ཤིག་ཨང་ཟེར་ཡོད་བ། ང་ཚོའི་ལོ་ཆུང་ནང་ལ་འདུལ་བ་ཁ་ཙང་ཡང་སྲིད་གོམས་དགོས་རེད་ཟེར་འདུག་བ། གོམས་ན་བསླ་བར་མི་འགྱུར་བས་སེ་གོམས་གོམས་ན་ཁྲག་པོ་དེ་ཁྲག་པོ་གཅིག་ཡང་ཡོད་མ་རེད། ང་ཚོ་དང་པོ་ནས་དཔེ་དེ་ཁ་སྔ་བ་དང་ཁྲག་ལ་ཨ་མ་གོ་གི་མི་འདུག་དེ་འདྲས་སུས་གོ་གི་རེད་དེ་ནི། སྐད་ཆ་མ་དྲིས་ན་ཨེ་བི་སི་ཏིའི་ཤིང་དམར་བ། སྐད་ཆ་དྲིས་ནས་ནི་དེ་ལ་ཨེ་ཡི་ལབ་དགོས་རེད་དེ་ལ་བི་ཡི་ལབ་དགོས་རེད་ལབ་ནས་ཤིང་གོན་རེད་བ། ཅེས་དང་པོ་ནས་དེ་དྲག་པོ་འདུག་ཟེར་རེད་བ་དེ་འདྲའི་སྒོ་རྒྱབ་མ་བྱ་ཞེས་རེད་བ། ཨེ་ནི་ངས་ད་ལྟ་ཁྱེད་རང་ཚོ་དངོས་སུ་ཁྱེད་རང་ཚོ་ཡོད་རེད་དྲ་ཐོག་ནས་བཤད་མཁན་མང་པོ་ཡོད་ཙང་ངས་འདི་བྱས་ནས་གནད་འགག་གཅིག་ལབ་གི་ཡོད་རེད་བ། དེ་བྱེད་དུས་འདི་ང་ཚོ་གི་བོད་པའི་ཆོས་དང་རིག་གཞུང་འདི་འཛིན་མ་ཐུབ་ན་ང་ཚོ་ཤོར་རེད་ད་རྒྱ་མི་ལ་ལུང་པ་ཤོར་མ་ཟད་ད་མི་རིགས་ཁོ་རང་ཤོར་རེད་ད། འདིར་ཟླ་ཤོར་བཅུ་བའི་ཉིན་མེད་ང་ཚོ་ལག་པ་རེད། ང་ཚོས་ཆོས་དང་རིག་གཞུང་དང་ཡག་པོ་གཅིག་འཛིན། བོད་པ་ཆོལ་ཁ་གསུམ་དང་ཆོས་བརྒྱུད་བཅས་པ་འཆམ་མཐུན་བྱས་ནས་བསྡད་ན་ང་ཚོ་ནམ་ཡང་ཤོར་གི་མ་རེད། ད་དེབ་ཁྲིད་དུ་མཁས་པ་དེ་འདྲའི་དེབ་ཁྲིད་དུ་བོད་ཤོར་ཡོད་མ་རེད་ཞེས་བྲིས་ཤག། བོད་ཤོར་ཡོད་མ་རེད། ལུང་པ་ཤོར་བ་ཡིན་ན་སྤྱི་བཏང་ཤོར་ཡོད་མ་རེད་ཞེས་བྲིས་འདུག་བ་ག་ཅི་ནས་ཤོར་ཡོད་མ་རེད་ཟེར་ན་ཁོ་ཚོ་ཆོས་དང་རིག་གཞུང་སྐད་ཡིག་ཚང་མ་ཁྲག་གིས་ཉར་འདུག་བ། སྐད་ཆ་དཔེ་དེབ་ཤུགས་ཆེན་པོ་རེད་འདི་ཚོ་དེབ་ནང་བྲིས་ཤག་འདི་དངོས་གནས་བདེན་པ་རེད་ཤག་བསམ་སོང།

འགྲོ་ས་ཡོད་མ་རེད་དེ་ནི། རང་བཞིན་གཉིས་ཕུང་བྱེད་པའི་སྙིང་རྗེ་ཡོད་ཚེ་ཀུན་དུ་བསྲུང་བ་ནང་བཞིན་གལ་དཀའི་འགྲོ་ས་ཡོད་མ་རེད། ངོ་དེ་འདྲ་ཡིན་དུས་དེ་ཚོ་བལྟས་ཟིན་ཅིག་དེང་སང་འཛམ་བུའི་གླིང་གི་དངོས་ཡོད་གནས་གནས་སྟངས་དང་ཨེ་ནི་ཆོས་ཀྱི་གནས་སྟངས་དེ་ཚོ་བལྟས་ཟིན་སྦྱར་ནས་ཕན་ཐོག་ག་འདྲས་སུ་བལྟ་ནས་འདི་བྱས་ན་ཨེ་ནི་མགོ་ཚོད་ཡོང་གི་རེད་ད་ང་ཟེར་བ་ནི་མཁས་པ་ཡིན་ཟེར་གི་མེད་དེ་ངས་འདི Exposure ཡག་པོ་ཡོད་རེད་ང་ལ་འཛམ་བུ་གླིང་གི་སྐོར་ལ་བརྟག་པ་རེ་ཞིག་གསར་འགྱུར་བལྟ་གི་ཡོད། ནུབ་ཕྱོགས་པའི་ཚན་རིག་དང་ལྟ་གྲུབ་བརྟག་པ་རེ་ཞིག་ཀློག་གི་ཡོད། ད་ནང་ཆོས་དང། སོ་སོ་གི་དེ་སྦྱང་བྱ་སྦྱོར་དེ་རེད་བ་དེ་བྱེད་དུས་ང Perspective ཆ་ཚང་ཡོད་དེ་བཅས་ནས་ང་སྡོམ་རྒྱག་གི་ཡོད་རེད་བ་དེ་འདྲ་བྱེད་དུས་དེ་རིང་ཁྱེད་རང་ཚོ་ཚང་མས་དུས་ཚོད་དེ་འདྲ་ཅིག་བཏང་ནས་ཡོང་བ་དེ་ད་དཔེ་མཛོད་གི་དེ་ང་གཉིས་གཅིག་པུ་མ་རེད་དཔེ་མཛོད་ཀྱི་ལས་བྱེད་ཚང་མ་གི་རྒྱབ་སྐྱོར་བྱས་ནས་ང་ཚོ་འཚོགས་གི་ཡོད་རེད། འཚོགས་པ་ནང་བཞིན་ཁྱེད་རང་ཚོ་གི་དེ་མཐུན་འགྱུར་བྱས་ནས་ཡོང་ནས་ད། ཐུགས་རྗེ་ཆེ། ཡག་པོ་ཞེ་པོ་བྱུང་སོང་ཨ་ནི་མུ་མཐུད་ནས་དེ་བྱེད་རོགས་གནང།

ཨོ་དེ་རེད་མི་ཚེ་འདི་བྱིངས་ན་སྐྱིད་པོ་རེད་བ་ཨོ་ཐུགས་རྗེ་ཆེ་ད་དེ་སྐད་ཆ་མང་གྲོགས་བྱེད་སུ་ཐུགས་ཆེ།